འཁོར་བའི་ཉེས་དམིགས་ཐམས་ཅད་ལ་བསམ་བློ་དང་འཁོར་བའི་སྡུག་བསྔལ་དེ་ཚོ་ལ་བསམ་བློ་དང་ད་འདི་ཚོའི་སྡུག་བསྔལ་ཐམས་ཅད་ད་ཨ་མ་མ་དཔེ་མི་སྲིད་ཧ་ཧ་ལས་དགོས་ཡ་དེ་ནས་དཀའ་ལས་ཁག་པོ་ད་འདིའི་ནང་དུ་ང་ཡིན་གཅིག་མེད་ཅིག་རྨེ་རྒྱལ་བ་བྱེད་དགོས་འདུག་ད་འདི་རྨེ་རྒྱལ་བ་བྱེད་པ་དེ་ལ་ད་ང་དེ་རིང་ནས་བཟུང་ནས་ད་ཅིག་ད་ལུས་ངག་ཡིད་གསུམ་མི་དགེ་བའི་ཕྱོགས་ལ་བསམ་བློ་གཏང་དགོས་ཀྱི་རེད་ཤག་དེ་མ་ཡིན་པ་བྱས་ནས་ད་འཁོར་བའི་གི་ད་ཅིག་དཔལ་འབྱོར་ལོངས་སྤྱོད་རྒྱུ་མིང་སྙན་གྲགས་ཕ་མ་སྤུན་མཆེད་དེ་བརྩི་དགོས་ཆེད་དུ་ངས་དཀའ་ལས་བརྒྱབ་འདོད་པ་ངེད་ཀྱི་ནུས་པ་ཐམས་ཅད་དེ་ངེད་ཀྱི་རྒྱུད་ལ་ཡོད་པའི་གི་ད་ཅིག Energy དང་བསམ་བློ་བཟང་པོ་དེའི་ཐོག་ལ་བག་བཏང་འདོད་པ་དེ་ངས་ནོར་འཁྲུལ་རེད་ཤག་ཨ་ཁ་ཁ་ད་ང་དེ་རིང་ནས་བཟུང་ནས་ཡིན་གཅིག་མིན་གཅིག་ད་འཁོར་བའི་ནང་ནས་སྐྱེ་མེད་པ་ངལ་གསོ་གསུམ་དེ་སྐྱེ་མི་དགོས་པ་ཅིག་ང་བཟོས་དགོས་ཀྱི་འདུག་ང་བུ་སྐྱེ་བ་ཐོག་མ་མེད་པ་ནས་ང་ད་ལྟ་བོར་དུ་སྐྱེ་བ་དེ་ག་ཚོད་མང་པོ་ཞིག་བླངས་རེད་བླངས་བ་ནང་ད་ལྟ་བོར་དུ་ཡང་ང་འཁོར་བ་ནང་ལ་སྐྱེ་བསྡད་ཀྱི་འདུག་འཁོར་བ་ནང་ལ་ལྷག་བསྡད་ཀྱི་འདུག

འཆི་བ་མི་རྟག་པ་དང། ཨ་ནི་ལས་རྒྱུ་འབྲས་སྐོར་དེ་ངས་ཁ་སང་ཞུས་པ་སྔོན་དུ་སོང་ཟིན་པ་རེད། ད་ད་རིང་སྐབས་སུ་བབས་པ་དེ་ལ་དེ་ག་རེ་ཞུས་ཟེར་ན། འཁོར་བའི་ཉེས་དམིགས་སྐོར་ལ་ག་འདྲས་ཅིག་སྒོམ་གྱི་ཡོད་མེད་སྐོར་ལ་དེ་ཞུས། ད། འཁོར་བའི་ཉེས་དམིགས་ཟེར་དུས་གཙོ་བོ་དེ་འཁོར་བ་གི་མྱོས་པ་འཁོར་བ་གི་སྐྱོན། འཁོར་བ་ནང་ལ་སྐྱེས་སོང་བ་ན་ད་སྐྱོན་ག་འདྲ་ག་འདྲ་ཡོང་རེད་རོགས་ང་ཚོ་ལ་གནོད་པ་ག་རེ་ག་རེ་ཡོང་གི་རེད་འཁོར་བ་ནང་སྐྱེས་སོང་ན། ད་འདིའི་སྐོར་ལ་བསམ་བློ་བཏང་ནས་སྒོམ་རྒྱ་ཡས་རེད། རོ་ཨ་འཁོར་བ་འཁོར་བའི་ཉེས་དམིགས་གོ་མེད་དེ། ད་འཁོར་བའི་ཉེས་དམིགས་གོ་མེད་སྐབས་སུ་ལ་ད། དཔེ་ཆ་འདིའི་ནང་དུ་ད། དགའ་ཚང་ཞུ་བ་ནང་བཞིན་ད་དེ། ང་ཚོ་ལོ་གསུམ་ཕྱོགས་གསུམ་འདས་པའི་སྐབས་སུ་ལ། འདིའི་དཔེ་ཆ་འདི་གི་རྩ་བ་འདི་ལ། ཀློག་ནས་དེའི་གཞི་བཞག་ནས་འདི་རྩ་བའི་གི་ཤོ་ལོ་ཀ་འདི་ལ་བསམ་བློ་བཏང་ནས། དེ་ནས། ཐུན་བཞི་གདམ་དགོས་རེད་ཐུན་བཞི་ད་དེའི་སྐོར་ལ་ད། ཉི་མ་གསུམ་བདུན་ཕྲག་གཅིག་ད་གང་ལྟར་གང་ཟག་གི། དབང་པོ་གི་ནུས་པ་ཆེ་ཆུང་ལ་བལྟས་ནས་ངེས་པ་གཏིང་ཟབ་པོ་དགའ་དུས་གཉེན་གཉེན་བར་དུ་སྒོམ་རྒྱུ་ཡོད་པ་རེད། ད་འདི་ལ། རྩ་ཚིག་འདི་ག་ནས་འདུག་ལབ་ན། བཞི་པ། འཁོར་བའི་གནས་སྒྲོག་བདེ་སྦྱོར་སོགས་སྡུག་བསྔལ་གསུམ་གྱིས་རྟག་ཏུ་མནར་བའི་ཕྱིར་གསོད་ས་ཁྲིད་པའི་གཤེད་མའི་དགའ་སྟོན་ལྟར་ཞེ་འགྲས་བཅད་ནས་བརྩོན་པས་བྱང་ཆུབ་བསྒྲུབ་ཟེར་འདི་རེད་ད། བཞི་པའི་འཁོར་བའི་གནས་སྒྲོག་ཟེར་ད་འདི་ལ་དང་པོ་བཞི་པ་ཟེར་ཏེ་ད། ཐུན་མོང་གི་སྔོན་འགྲོ་བཞིའི་ནང་ནས་བཞི་པ་འདི་རེད། ད་འདི་ལ་དང་པོ་འཁོར་བའི་ཉེས་དམིགས་ཟེར་ཏེ་ད། འཁོར་བ་འདི་ལ་ད་སྡུག་བསྔལ་ག་ཚོད་ཡོད་རེད་འཁོར་བ་འདིའི་ནང་ལ་སྐྱེས་སོང་ན་སྡུག་བསྔལ་ག་ཚོད་ཡོད་རེད་ཟེར་ན། ད་སྡུག་བསྔལ་དེ་ལ་ད་འགྱུར་བའི་སྡུག་བསྔལ། སྡུག་བསྔལ་གྱི་སྡུག་བསྔལ། ཁྱབ་པ་འདོད་བྱེད་ཀྱི་སྡུག་བསྔལ་ཟེར་ནས་གསུམ་ཞག་གེར་སྡུག་བསྔལ་དེ་ལ། རེད་བ། ད་དེ་སྡུག་བསྔལ་དེ་ཚོའི་ནང་ནས་ཡང་ད་དེ་ཚོ་བསམ་གྱིས་མི་ཁྱབ་པ་ད་དེ་སྤྱི་དང་ང་ཚོ་གིས་ད་མིའི་ལུས་རྟེན་ཐོབ་པ་ཡིན་ན་རེད་གཙོ་བོ་དེ་མིའི་ལུས་རྟེན་ཐོབ་པ་ཡིན་ན་ད་དེ་དུག་སྡུག་བསྔལ་གསུམ་དེ་དངོས་སུ་ང་ཚོ་ལ་མྱོང་འོང་བ་དང་ཧ་གོ་དགོས་རེད་ག་ལེ་ག་ལེ་ལ། ད་ང་རང་ཚོ་ཧ་གོ་བའི་གཙོ་བོ་དེའང་འགྱུར་བའི་སྡུག་བསྔལ་དང་སྡུག་བསྔལ་གྱི་སྡུག་བསྔལ་དང་ཁྱབ་པ་འདོད་བྱེད་སྡུག་བསྔལ་གསུམ་གྱི་ནང་ནས་ཨ་ནི་ང་རང་ཚོ་ལ་གྱུར་པའི་སྡུག་བསྔལ་དང་སྡུག་བསྔལ་གྱི་སྡུག་བསྔལ་དེ་མྱོང་བ་དེ་ང་རང་ཚོ་ལ་ཚོར་བ་རགས་པ་ཡོད་ནི་ལམ་སང་ཧ་གོ་གི་ཡོད་རེད། ཆགས་པ་འདོད་ཆོས་ཀྱི་སྡུག་བསྔལ་ནི་ད་ལྟའི་ཕྲ་མོ་ཡིན་དུས་ང་རང་ཚོ་ལ་ཞེ་དྲགས་ཧ་གོ་གི་ཡོད་མ་རེད། ད་འདི་དག་ཐམས་ཅད་ནང་ནས་གཙོ་བོ་དེ་ང་རང་ཚོ་ད་འཁོར་བ་ནང་ལ་སྐྱེ་བ་བླངས་སོང་ན་ག་ནས་ཆགས་ས་རེད། དམྱལ་བ་ལ་སྐྱེས་ན་ག་རེ་ཆགས་ས་རེད། དམྱལ་བ་ལ་ཚ་གྲང་གི་སྡུག་བསྔལ་བསམ་གྱིས་མི་ཁྱབ་པ་ཡོད་རེད། ཚ་བ་ལ་ཚ་བ་ཚ་བ་གྲང་བ་ནང་ནས་གྲང་བ་ལས་ཀྱང་ཧ་ཅང་གི་གྲང་བ་དེ་འདྲ་གི་སྡུག་བསྔལ་ཉིན་མཚན་ཁོར་ཡུག་ཏུ་མྱོང་དགོས། ཡི་དྭགས་ལ་སྐྱེ་བ་བླངས་སོང་ཁར་བཀྲེས་སྐོམ་གྱིས་གདུང་བ་བཀྲེས་སྐོམ་ཟེར་ན་བཀྲེས་ཟེར་ན་ལྟོགས་པ་ལབ་པར་གྲོགས་ཁོག་ལྟོགས་ཡས། སྐོམ་ཟེར་ན་ཁ་སྐོམ་པར་རོ། ཉིན་ཞག་དུས་རྒྱུན་དུ་ང་རང་ཚོ་བཟའ་ཡས་འཐུང་ཡས་འཐུང་བ་ཡིན་ན་ད་འཐུང་བ་ཙམ་གྱིས་འགྲོ་བ་ཡིན་ན་དུས་ཚོད་མེད་བར་འགྲོ་གི་རེད་གསུངས། བཟའ་ཡས་འཐུང་བ་ཡིན་ན་ག་དུས་ཟས་མ་རག་པ་སྐོམ་མ་རག་ནས་ག་དུས་ཡིན་ན་གདུང་བ་ཟས་སྐོམ་གྱིས་གདུང་བ་འདི་ཆེད་དུ་ག་ལ་རྒྱབ་རྒྱབ་གཉིས་ཀས་དེ་ནས་མ་རག་གྲོགས་ཁོག་ལྟོགས་དེ་ནས་ཁ་སྐོམ་ཤི་འགྲོ་གི་རེད་གསུངས་པ། དེ་འདི་གི་གདུང་བ་བསྐྱལ་མྱོང། ད་དུས་དྲོད་ལ་སྐྱེ་བ་བླངས་ན་ཁྱེད་རང་ཚོ། མཐོང་དང་མཐོང་ཞུས་པར་སེམས་ཅན་རི་དྭགས་ནང་དུ་རྩ་ཁམས་གང་ཅིག་ཟ། རྩ་ཁམས་གང་ཅིག་ཟ་ཡས་ལ་ལྷོད་ལྷོད་མིན་ཏོ། རྩ་སྡུག་ཅིག་ཟ་བ་དང་ཡར་མར་ལྟག་སྒུག་ཏོ། གང་ཟེར་ན་འཁོར་ལོས་སེམས་ཅན་གཞན་པ་ཅིག་གིས་ཟ་ཡོང་གི་རེད། གཅིག་ལ་གཅིག་ཟ་གི་སྡུག་བསྔལ་ཟེར་དེ་རེད། གཅིག་ནས་གཅིག་ལ་ཟ་འགྲོ་གི་ཡོད་རུང།

དཔེ་ཆ་རྣམས་ད་དེ་ནས་བཤད། ཁོ་ག་དུས་དབུས་ན་འཐབ་རྩོད་ད་མི་མཉམ་དུ་འཛིང་དགོས། འཕྲོག་པ་བཏང་དགོས་ཡོད་ད་དེ་ནས་ག་དུས་དབུས་ན་ཁོ་ད་ཐོབ་ནི་ཐོབ་གི་མ་རེད་ག་དུས་ཡིན་ན་ཤོར་ཡང་ཀྱང་ཤོར་རྐྱང་རེད་ཟེར་བ། ཡིན་ན་ད་འཛིང་དགོས་ར་མ་འཛིང་ན་ཁོ་གི་བྱི་ལ་ཟང་མ་འཕྲོག་ཁས་འགྲོ་དགོས་ར། འཕྲོག་ཁས་འགྲོ་ཡོད་མ་ཟེར་ན་གཙོ་བོ་དེ་ད་ལྷ་ཡུལ་སུད་སི་ཕུན་ཚོན་ཚོགས་པ་ལོངས་སྤྱོད་བསམ་གྱིས་མེད་རྒྱ་བ་ད་དཔལ་ཕུན་ཚོན་ཚོགས་པ་ཡོད་ནི་ཁོ་ཚོ་གི་དེ་གི་མི་གསོད་ནི་ཕྲག་དོག་གི་ད་ཁོང་ཁྲོ་ཕྲག་དོག་གི་མི་གསོད་ནི་ད་ཁོ་གཙོ་ཁོ་དེ་ཐུག་གི་ཡོད་མ་རེད་འཇིགས་མེད་ཀྱི་ད་དེ་གི་ཆེད་དུ་འཛིང་ག་འགྲོ་དགོས་ར་ད་འཕྲོག་པ་རྒྱབ་འགྲོ་དགོས་ར་ད།

ད་འཁོར་བ་ནང་ལ་སྐྱེས་སོང་ན་དེ་ཚུལ་གྱི་སྡུག་བསྔལ་དེ་ནས་ཀྱི་ད་འགྲོ་བ་རིགས་དྲུག་གི་སྡུག་བསྔལ་མྱོང་དགོས་དེ་ལས་ཀྱང་ལྷག་པར་ངན་སོང་གསུམ་གྱི་གནས་དུ་སྐྱེས་པ་ན་ངན་སོང་གསུམ་གྱི་འཁོར་བའམ་ངན་སོང་གསུམ་གྱི་གནས་ནང་ལ་སྐྱེས་པ་སྡུག་བསྔལ་བསམ་གྱིས་མི་ཁྱབ་བཟོད་མི་ཐུབ་པ་དཀའ་བ་སྤྱད་མི་ཐུབ་པ་དེ་ནས་ཀྱི་སྡུག་བསྔལ་ཅིག་མྱོང་དགོས། ད་དེ་ནས་ན་སྐྱེས་པ་དེ་ཡག་པོ་མ་རེད་ད་དེ་དངོས་གནས་བགྲང་ནས་ཅིག་ད་དེ་ནས་ན་སྐྱེས་མོ་གོ་བ་ཅིག་བྱེད་པ་ལ་ད་དེ་སྡུག་བསྔལ་མྱོང་མོ་གོ་བ་བྱེད་པ་ལ་ག་རེ་བྱེད་དགོས་རེད། ད་ནས་ནས་འདི་སྐྱེ་ཡས་ལ་སྒོ་བཀག་དགོས་རེད་འདི་སྐྱེ་ཡས་ལ་ད་སྐྱེ་མི་བཅུག་པའི་ད་ལམ་ཀ་དེ་བཀག་དགོས་ར་བཀག་ཡས་ཀྱི་ད་ལམ་གཙོ་བོ་དེ་ག་རེད།

ད་འཁོར་བའི་ཉེས་དམིགས་ཐམས་ཅད་ལ་བསམ་བློ་དང་འཁོར་བའི་སྡུག་བསྔལ་དེ་ཚོ་ལ་བསམ་བློ་དང་ད་འདི་ཚོའི་སྡུག་བསྔལ་ཐམས་ཅད་ད་ཨ་མ་མ་པེ་མི་ཟེ་ཧ་ཧ་ལས་དགོས་ཡ་དེ་ནས་དཀའ་ལས་ཁག་པོ་ད་འདི་ནང་དུ་ང་ཡིན་གཅིག་མེད་གཅིག་མེ་སྐྱེ་བ་འཇེ་གུག་འདུག་ད་འདི་མེ་སྐྱེ་བ་འཇེ་བ་འདི་ལ་ད་ང་དེ་རིང་ནས་བཟུང་ནས་ད་ཅིག་ད་ལུས་ངག་ཡིད་གསུམ་མི་དགེ་བའི་ཕྱོགས་ལ་བསམ་བློ་གཏང་གོ་གི་རེད་ཤག་འདི་མ་ཡིན་པ་ཅིག་ནས་ད་འཁོར་བའི་གི་ད་ཅིག་དཔལ་འབྱོར་ལོངས་སྤྱོད་རྒྱུ་མིང། སྙན་གྲགས་ཕ་མ་སྤུན་མཆེད་དེ་ཚོས་ཀྱི་ཆེད་དུ་ངས་དཀའ་ལས་བརྒྱབ་བསྡད་པ་ངས་ཀྱི་ནུས་པ་ཐམས་ཅད་དེ་ངས་ཀྱི་རྒྱུད་ལ་ཡོད་པའི་ཀྱི་ད་ཅིག Energy དང་བསམ་བློ་བཟང་པོ་དེའི་ཐོག་ལ་བག་བཏང་བསྡད་པ་དེ་ངས་ནོར་འཁྲུལ་རེད་ཤག་ཨ་ཁ་ཁ་ད་ང་དེ་རིང་ནས་བཟུང་ནས་ཡིན་གཅིག་མིན་གཅིག་ད་འཁོར་བའི་ནང་དུ་སྐྱེས་མེད་པ་ངལ་གསོ་གསུམ་དེ་སྐྱེས་མི་གོ་བ་ཅིག་ང་བཟོས་དགོས་ཀྱི་འདུག་ང་སྐྱེ་བ་ཐོག་མ་མེད་པ་ནས་ང་ད་ལྟ་བོར་དུ་སྐྱེ་བ་དེ་ག་ཚོད་མང་པོ་ཅིག་བླངས་རེད་བླངས་བ་ནང་ད་ལྟ་བོར་དུ་ཡང་ང་འཁོར་བ་ནང་ལ་སྐྱེས་བསྡད་ཀྱི་འདུག་འཁོར་བ་ནང་ལ་ལྷག་བསྡད་ཀྱི་འདུག

བ། དགེ་སྦྱོར། ལྟ་དགེ་བ་བཅུ་དང་མི་དགེ་བ། དགེ་བ་བཅུ་དེ་བྱེད་འགོག་པ་དང་མི་དགེ་བ་བཅུ་དེ་སྤང་འགོག་ལ་སོགས་པ་དེའི་བསམ་བློ་ཡང་དང་ཡང་དུ་བཏང་སྟེ་བསྒོམ་པ་དེ་ལ་ཨ་ནི་བཞི་པ། བཞི་པ་འཁོར་བའི་གནས་གྲོལ་དགེ་སྦྱོར་སོགས་དུག་ལྔ་གསུམ་གྱི་རྟགས་སུ་སྣང་བར་བྱེད། སོ་སོར་འཁྲིད་པའི་ཤེས་མེད་དགའ་སྟོན་ཞི་གནས་བྱོན་པས་ཀྱང་བྱང་ཆུབ་སྒྲུབ་ཟེར་དེ་རེད། ད་གང་ལྟར་གཙོ་བོ་དེ་ག་ལ་ཟེར་ན་འཁོར་བ་སྣང་དུག་ལ་སྐྱེ་བ་ཡིན་ན་སོ་སོ་གྱི་བདག་རྒྱུ་ནོར་ལོངས་སྤྱོད་དངུལ་དཔལ་ཤ་ཕ་མ་སྤུན་མཆེད་གྲོགས་པོ་གཉིས་ཉོ་བ་ལ་སོགས་པ་དེ་དག་ཐམས་ཅད་དེ་སྡུག་བསྔལ་གྱི་བྱ་ཡི་རྒྱུ་རེད། སྡུག་བསྔལ་སྒྲུབ་ཡས་ཀྱི་རྒྱུ་རེད་འགྲོ་གི་རེད། དཔེ་གར་བཞག་ཚེ་ང་རང་ཚོ་སྐྱེ་བ་ནས་བཟུང་ནས་འདི་ཚོ་ཐམས་ཅད་ང་རང་ལ་རགས་པ་ནས་བཟུང་སྟེ་གསོད་ས་ཁྲིད་པའི་གཤེད་མ་བསམ་ལ། ད་མིག་གི་བ་ཕྱུགས་ཅིག་བསད་ཀྱི་ཡིན་ན་འདི་བསད་ཀྱི་བསད་པའི་སྲས་ཆེ་གང་ཟག་དེ། ད་འདི་བ་ཕྱུགས་དེ་ད་བསད་ཀྱི་གང་ཟག་གཤེད་མ་དེ་གི་ར་བ་གཤེད་པ་དེ་གི་ཨ་ནི་གཤེད་ས་ཤ་ཤ་བཏང་ས་དེ་ལ་ར་བ་བསད་ས་དེ་ལ་ཁྲིད་འགྲོ་བ་ཡིན་ན་དགོན་པ་རེ་རེ་སྤོས་པ་ཡིན་ན་འདི་བ་ཕྱུགས་དེ་ཤི་ས་ལ་ཉེ་རོ་ཉེ་འགྲོ་གི་ར་བ། ར་བ་འདི་ནང་བཞིན་ང་རང་ཚོ་གི་ད་ཉི་མ་རེ་རེ་བཞིན་དུ།